ད་ནི་ཕྱི་མ་དགུ་བའི་རྣལ་འབྱོར་བཞི་ལ་སོགས། སྨིན་གྲོལ་དམ་གསོལ་ནམ་མཁའི་སྐར་མ་ཙམ། འོ་དེ་འདྲ་ལབ་པ་རེད། བརྒྱུད་པ་ཕྱི་མ་གི་སྐབས་སུ་དགུ་བའི་རྣལ་འབྱོར་བ་བཞི་ཆར་ཕྱིན་ཆར་ཕྱུང་ཟེར་བ་དང། བྱང་ཆུབ་སེམས་དཔའ་ཀུན་དགའ་ཟེར་བ་ལ་སོགས་པ། རྣལ་འབྱོར་བ་བཞི་ལ་སྣང་བའི་བརྒྱུད་པ་གཙོ་བོར་བྱས་པའི་གདུལ་བྱ་རྣམས་སྨིན་བྱང་གྲོལ་བའི་ལམ་དུ་བྱེད་པའི་གདམས་ངག་གི་སྲོལ། ནང་གི་སྐར་མ་ཙམ་ཧ་ཅང་མང་པོ་ཅིག་བྱུང་བ་རེད། དེ་ལབ་དགོས་པ་རེད། དེ་ནས་བརྒྱུད་པ་ཕྱི་མ་སྐབས་ཀྱི་རྣལ་འབྱོར་བ་བཞི་དེ་གང་དག་རེད་ལབ་པ་ཡིན་ན་ཆར་ཆེན་ཟེར་བ་ཁོང་ལ། བཀའ་མདོ་སྒྱུར་གྱི་སྐོར་ཤེར་ཕྱིན་དང་གསང་སྔགས་ཟུང་འབྲེལ་གྱི་ཉམས་གསོ་ལེན་སྟངས་ཅིག་ཡིན་པ་རེད། དེ་ནས་རྦ་རྫའི་གྲོ་བརྡལ་ལ་རིན་ཆེན་གཏོལ་འདེབས་ཀྱི་སྐོར། ཆར་ཆུང་ཟེར་བ་ཁོང་ལ་ཏུམ་ཏུམ་གྱི་ཕྱིས། ཏུམ་ཏུམ་གྱི་ཆས་ཟེར་བ་འདི། གདམས་ངག་གཏུམ་པོ་ཆུང་ཆུང་སྣ་ཚོགས་པ་ཅིག་དཔེར་ན་ཤེར་ཕྱིན་གྱི་སླེ་བོ་རེ་འགའ། ཡང་ན་ཤེར་ཕྱིན་གྱི་ཆུ་ཚན་རེ་འགའ་འོ་དེ་འདྲ་གི་གདམས་ངག་གཏུམ་གཏུམ་གདམས་ངག་ཐུང་ཐུང་འོ་དེ་འདྲ་གི་སྐོར་ཅིག་སྣང་བ་རེད། དེ་ནས་བྱང་སེམས་ཀུན་དགའ་ལ་གདམས་ངག་རྫོགས་པར་སྣང། གདམས་ངག། བརྒྱུད་པ་ཕྱི་མ་གི་སྐབས་སུ་སློབ་མ་གཙོ་བོ་གདམས་ངག་ཡོངས་རྫོགས་ཐོབ་ས་དེ་བྱང་ཆུབ་སེམས་དཔའ་ཀུན་དགའ་ཟེར་བ་ཁོང་ཡིན་པ་རེད། པར་པ་ངེས་དོན་མཐའ་མ་སྔགས་དང་མཐུན། ཆད་འཕགས་ཉིད་དང་དགོངས་མཉམ་ཀུན་གྱི་ལུགས། དེ་འདྲ་སོང་བ་རེད། འདིའི་སྐབས་སུ་བརྒྱུད་པ་སྔ་ཕྱི་བར་གསུམ་བྱུང་བས་བརྒྱུད་པ་བར་པ་དེ་ངེས་དོན་གྱི་མདོ། འཁོར་ལོ་རིམ་པ་གསུམ་གྱི་དབང་དུ་བྱས་པ་ཡིན་ན་འཇམ་མགོན་ཀོང་སྤྲུལ་ལ་སོགས་པའི་ལུགས་ལ། འཁོར་ལོ་ཐ་མ་གི་མདོ་དེ་དག་ངེས་དོན་གྱི་མདོ་ཡིན་པ་རེད། ཡིན་ཙང་བརྒྱུད་པ་བར་བར་གྱི་གདམས་ངག་དེ་ཚོ་འཁོར་ལོ་ཐ་མ་གི་མདོ་རྣམས་དང་དགོངས་པ་མཐུན་པ་འཁོར་ལོ་ཐ་མའི་སྐབས་སུ་བསྟན་པའི་ཉམས་གསོའི་ལེན་ཚུལ་གྱི་རིམ་པ་དེ་དག་རེད། དེ་ནས་ཐ་མ་སྔགས་དང་ཐུན་ཟེར་ལབ་ཏུ་བརྗོད་པ་ལྔ་མཆོད་པར་གསུམ་བྱུང་བའི་ཐ་མ་དེ་གསང་སྔགས་ཀྱི་ཉམས་གསོའི་ལེན་ཚུལ་དང་དགོངས་པ་མཐུན་པ་རེད། དེ་ནས་གང་ལྟར་བརྒྱུད་པ་ཐམས་ཅད་ཀྱི་ནང་ནས་མཆོག་ཏུ་གྱུར་པ་དེ་བྱང་ཆུབ་སེམས་དཔའ་ཀུན་དགའི་ལུགས་རེད། བྱང་ཆུབ་སེམས་དཔའ་ཀུན་དགའ་ཟེར་བ་དེ་ཕ་དམ་པ་སངས་རྒྱས་རང་ཉིད་དང་འདྲ་བའི་རྟོགས་པ་ཐོབ་པ་ཡིན་ཟེར་ནས་ཕ་དམ་པ་སངས་རྒྱས་ཀྱིས་བསྔགས་བརྗོད་མཛད་གནང་བ་རེད། དེ་ལ་དགོས་པ་རེད། ད་ནི་བརྒྱུད་པ་སྔ་ཕྱི་གསུམ་ཀ་ནི་ཐམས་ཅད་རོགས་ཤེས་རབ་ལ་བབས་པ་རེད། ཕ་དམ་པ་སངས་རྒྱས་ནི་བརྒྱུད་པའི་གཞི་བྱེས་ཀྱི་བརྒྱུད་པ་ཐམས་ཅད་ཐ་མ་རོགས་ཤེས་རབ་འོད་ལ་བབས་ནས་བོད་དུ་དར་ཞིང་རྒྱས་པར་བྱས་པ་རེད། ལོ་ཆེན་ཆུ་སྤར་དྲིན་གྱི་སྤྲིན་ཙམ་གནས། འདི་སྐབས་སུ་གཙོ་བོ་དེ། ཕ་དམ་པ་ནས་བརྒྱུད་པའི་ཆོས་བརྒྱུད་དེ་བར་སྐབས་གཅིག་གི་རིང་ལ་ཧ་ཅང་དར་རྒྱས་ཆེན་པོ་བྱུང་ན་ཡང་རིམ་གྱིས། ཅུང་ཙམ་ཉམས་ཆག་བྱུང་བ་རེད། ཉམས་ཆག་བྱུང་ནས་རྒྱུན་ཕ་ཆེར་ཆད་ལ་ཡོད་པའི་སྐབས་སུ། ལོ་ཆེན་དར་མ་ཤེས་རིག་སྨིན་གླིང་ལོ་ཙཱ་བ་ཀས། ཞི་བྱེད་པའི་ཆོས་ཀྱི་རྒྱུན་དེ་དག་ཐམས་ཅད་བརྩད། ཞི་བྱེད་པའི་ཆོས་ཀྱི་དབང་ཀློང་མན་ངག་གི་ཆོས་ཐམས་ཅད་གསན། ཞི་བྱེད་པའི་ཆོས་ཀྱི་གླེགས་བམ་ཐམས་ཅད་ཕྱོགས་གཅིག་ཏུ་བསྒྲིགས། དེ་འདྲ་བཟོས་ནས་རྒྱུན་མཐུད་ཐུབ་པར་བྱུང་བ་རེད། ཡིན་ཙང་ཅིང་ཙམ་ནི་ཟེར་བ་དེ་རྒྱུན་མ་ཆད་པ་རྒྱུན་མ་ཆད་ཙམ་དུ་གནས་པའོ། དེ་འདྲ་ཅིག་བྱུང་བ་རེད་ཟེར་ཏེ་ལོ་ཆེན་སྡར་མ་བཞི་རིའམ་ལོ་ཆེན་ཆུ་དཔལ་གྱི་བཀའ་དྲིན་ལས་བྱུང་བ་རེད། ད་ནི་ལོ་ཆེན་སྡར་མ་བཞི་རི་ཟེར་བ་གང་ཡིན་པ་ཡིན་ན་སྤྱི་ལོ་ཆིག་སྟོང་དྲུག་བརྒྱ་ལྔ་བཅུ་ང་བཞི་ནས་ཆིག་སྟོང་བདུན་བརྒྱ་བཅོ་བརྒྱད་བར་གྱི་མི་ཡིན་པ་དང་ཨ་ནི་ལྗགས་དབང་ལྔ་བ་ཆེན་མོ་ལས་གཉེན་པོར་རྫོགས་པ་རེད་ལྗགས་དབང་ལྔ་བ་གྱི་སློབ་མ་ཡིན་པ་རེད་ཁོང་ཡིན་པ་ཡིན་ན་མདོར་སྔགས་གཉིས་དང་ཐུན་མོང་གི་རིགས་ནི་སྒྲ་དང་རྩལ་དང་སྙན་ངག་ལ་སོགས་པ་ཐམས་ཅད་ལ་མཁས་པའི་མཁས་པ་ཆེན་པོ་ཅིག་ཡིན་པ་རེད་དེ་བཙན་མ་ཟད་ཁོང་གིས་ཞི་བྱེད་པའི་ཆོས་ཀྱི་དབང་ལུང་མན་ངག་དེ་ཡི་རྒྱུན་ཐམས་ཅད་ཚད་ནི་ཁོང་རང་ཉིད་ཀྱིས་སེམས་པ་དང་ཁོང་གིས་ཀྱང་ལྷོ་མ་གཞན་ལ་ནང་བསྟན་ཙམ་མ་ཟད་ཞེ་བཅད་པའི་ཆོས་ཀྱི་དཔེ་ཆ་ཐམས་ཅད་ལེགས་སྒྲིག་བྱས་པ་ལ་སོགས་པའི་སྒོ་ནས་ཞེ་བཅད་པའི་ཆོས་ལ་མཛད་རྗེས་ཆེན་པོ་བཞག་གནང་བའང་དེ་འདྲ་ཅིག་ཡིན་པ་རེད། དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཅིག་ནི་མཚམས་བཞག་རྒྱུ་ཆེས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།